ད་ལས་སྤྲད་གི་རེད། ངའི་ཨམ་ལག་ལས་ཐུབ་ཚུབ་ཐོག་ཏུ་བཤད་གི་ཡོད་རེད། ངས་དབང་ཆེན་པོར་བྱས་ཅི་རང་ཤེས་རུ་བྱས་ཅི། རེད་དེ་ཡིན་ནའི་ང་ལ་ཡ། སྐྱབས་འགྲོ་ཚིག་གསུམ་ཨམ་ལག་ལབ་ཡོག་མ་རེད། མི་ལབ་པ་བྱིན་ཡོག་མ་རེད། ཆོས་དུ་རྣམ་འབྱེད་ཀྱི་ཕྱི་རོལ་གོང་ནས་གོང་དུ་སྤེལ་ཨམ་ལག་བྱས་ཡོག་མ་རེད། ད་ང་རྣམ་འགྱིང་ས་ལ་ཡ། ཅིག། འགྲོ་ཡག་གི། རྐྱེན་དེ། བ་ལས་ཟས་ནས་བྱུང་ཡོག་མ་རེད། འོ་མ་འཐུང་ནས་བྱུང་ཡོག་མ་རེད། ཆོས་དུ་རྣམ་འབྱེད་ཀྱི་ཕྱི་རོལ་ཏོག་བསམ་དང། སློབ་པར་ནུས། བདེ་གི་བདེ་གི་རྣམ་སྦྱིན་ས་ལ་ཡ། ཉེ་རུ་འདྲ་སྟེ་ཡིད་ལ་བྱེད་བོར་བ། དེ་སུས་བྱེད་དོ། ང་གྲོགས་པོ་མང་པོ་ཡོད། གཉེན་མང་པོ་ཡོད། ཡིན་ནས་འདི་གནང་ནས་བླ་མ་ཉག་གཅིག་རེད་མ་གཏོགས་གཞན་འགྲོ་ས་མི་འདུག་ག། ཚེ་འདི་འདྲའི་ཡིན་དུས། སྔོན་བྱོན་གྱི་སངས་རྒྱས་བྱང་སེམས་རྣམས་ད་དུས་སུ་འགྲོ་བའི་དོན་མཛད་པ་ཁས་ལེན་ཙམ་མིན་པར་བསམ་བཞེད་ན་མཚན་ལྡན་གྱི་བླ་མའི་ཐོག་ཏུ་འཛོམས་སོང་ཡང་དེ་དངོས་གནས་རེད་ཤག། ཨོ་ད་གང་འདྲ། ཇི་བཞིན་གྱི་ཡང་སྲིད་རེད་མེད་མེད་ཀྱི་ཡང་སྲིད་རེད་ཟེར་ཡ་ཡང་སྲིད་ཡིན་རུང་མེད་རུང། གང་འདྲ་རང་ལ་ཡ། ཁ་ཡོད་ལག་ཡོད་ཀྱི་རྣམ་མཁྱེན་གྱི་ས་ལ་ཡ་ཇི་སྙེད་ཇི་སྙེད་ཡ་གཏོང་མཁན་དེ་རང་གི་ཆོས་འབྲེལ་མངོན་རྟོགས་ཀྱི་བླ་མ་དེ་ཡོད་དོ་རེད། ཨ་ནི། དབང་བསྐུར་རྒྱུད་བཤད་མན་ངག་རྣམས་ལ་བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ། དེ་ཡང་ཨ་ནི། བླ་མ་དེ་ཐམས་ཅད་ལོག། དེ་དག་ཨ་ནི། རང་ཉིད་མ་རུངས་པ། མ་ཐུལ་བ། བློ་རང་བོ། དྲན་རྒྱུ་དགོས་དྲན་རྒྱུ་དགོས་བོ། བློ་སྣ་མང་བོ། འདི་འདྲ་འདི། རྒྱུ་ཡག་གི་དོན་དག་ལ། བློ་སློབ་པའི་སློབ་དཔོན་གྱི་བློ་ལབ། རེ་དང་ཨེ་ནི། སྡོམ་པ་འབོག་མཁན་གྱི་བླ་མས་སྡོམ་པ་འབོག། ཨེ་ནི། དཔེ་ཆ་བསླབ་མཁན་མཚན་ཉིད་བསླབ་མཁན་གྱི་མཚན་ཉིད་བསླབ། དབང་བསྐུར་མཁན་གྱི་དབང་གནང། ཁྲིད་གནང་མཁན་གྱི་ཁྲིད་ཕོག། འདི་འདྲའི་ཅིག། རྒྱུད་མ་རུངས་པ་འདི་འདུལ་ཡག་ལ། མཛད་པ་གཅིག་དང་ཕྲིན་ལས་གཅིག་འདུལ་མི་ཐུབ་པ།

ཕྲིན་ལས་ཏེ། སྟོན་དགུ་ཚན་ཡོན་ཏན་ཀུན་ལྡན་གྱི་སངས་རྒྱས་གྲངས་མེད་གསུམ་གྱི་ཚོགས་རྫོགས་པ། དག་པའི་མཁྱེན་བརྩེ་ནུས་པ་མཐར་ཐུག་པ་དེ་འདྲའི་གཅིག། གདུལ་བྱ་ལ་ཕྲིན་ལས་དངོས་སུ་འཇུག་ཡོད་འདུན་སོ་སྐྱེ་ཐ་མལ་པ་ཞིག་ལ་སྟེང་འོག་བྱུང་ནས་ཐབས་སྐྱོ་བོར་གྱུར་པ། མི་འདུག་གི། དེ་འདྲའི་བསམ་བཏགས་འདུག་ག། དེ་འདྲ་བའི་སྒོ་ནས་དང་བསམ་བཏང་ཡོང་དུས་ཨེ་ནི་གཞི་ནས་ཅིག་སེམས་ཀྱི་ནང་ལོགས་ལ་ཡ། བླ་མ་ལ་ཡ། དང་དམིགས་བསལ་གྱི་དད་པ་སྐྱེ་ཡང་འདྲ་བོ་དེ་འདྲའི་ཅིག་ཡོང་བ་ཡིན་པ་རེད། དང་བླ་མ་སངས་རྒྱས་སུ་མཐོང་ཟེར་ཡ་དེ་ཤེས་ཡིན་བསྟན་ཚུལ་གྱི་དམིགས་སྒོ་གཅིག་སྐོར་གྱི་ཐོག་ནས། མཐོང་ཐོས་ཡང་ཁག་པོ་རེད། ད་རིམ་གྱིས་རིམ་གྱིས་མ། ཞིག་གི་ཐར་པ་དོན་གཉིས་ཀྱི་བློ། ཨ་ནི་བྱང་ཆུབ་སེམས་བྱུང་གི་བློ། སྟོང་ཉིད་ཀྱི་ལྟ་བ། ཅིག་དེ་ཚོའི་གྲས་མ་ཁ་ཟས་ཀྱི། ཅིག་བློ་སྐྱེ་རུ་ཕྱིར་ཕྱིར་ཕྱིར་ཕྱིན་པ། དེའི་ཚོད་ཀྱིས་བླ་མ་སངས་རྒྱས་དངོས་སུ་མཐོང་ཡག་གི་དད་པ་དེ་ཤུགས་ཆེ་ཆེ་ཆེར་འགྲོ་ས་རེད།

ས་ནི་བཅོམ་ལྡན་འདས་ཀྱི་ཐུན་མོང་མ་ཡིན་པའི་ཆོས་ཀྱི་འགྲོ་སྟངས་འདི་ཡི་རིགས་ཡག་གོ་ཅེས་བཤད། དཔེ་ནི་བྱམས་ཀྱིས་བྱང་ཆུབ་ཀྱི་སེམས་སྟོང་ཉིད་ཀྱི་ལྟ་བ་དེའི་རིགས་ལྷག་ལས་བསམ་བློ་དག་མང་དུ་བཏང་ཐུབ་ན་ད་དེ་ཇི་ཙམ་གྱིས་སངས་རྒྱས་ཀྱི་ཆོས་ལ་ཡང་དད་པ་སྐྱེས་པ་དེའི་ཚོད་ཀྱིས་ཆོས་ངོ་སྤྲད་མཁན་གྱི་བླ་མ་ལ་ཡང་ནི་དད་པ་དང་བཀའ་དྲིན་དྲན། ཤུགས་ཤིག་ཕྱིར་འགྲོ་སར་བ། དེ་བཞིན་དུ་དལ་འབྱོར་བ་ཀོ། མི་ཐག་པའི་ཀོ། འདི་ཀྱི་དེ་འོག་མ་འོག་མའི་སངས་རྒྱས་ཀྱི་ཆོས་ཀྱི་ཐུན་མོང་མ་ཡིན་པའི་ཟབ་ཁྱད་རུ་དེ་ཀྱི་དེ་ཀྱི།

ལས་རྒྱུ་འབྲས་བསམ་པ་འཁོར་བའི་ཉེས་དམིགས་བསམ་པ། དེ་དག་ནི་ངེས་འབྱུང་བསྒྲུབ་ཡག་གི་འདུག་དེ་བ་ཚ་ལ་རྣམ་གྲངས་མང་པོ་མེད་པ་བྱས། ད་ལམ་རིམ་གྱི་ཁྲིད་ཡིན་དུས་ཙམ་ནས་ཁོ་ར་བློ་རིམ་གྲོས་ཐ་མ་སོང་ལ་ཕན་ཆེ་བ། དེའི་ཐོག་ནས་ཨེ་ནི་དལ་འབྱོར་དེ་བཞིན་གཉིས་ཀ་འཆི་བ་མི་རྟག་པ་ངན་འགྲོའི་སྡུག་བསྔལ་སྐྱབས་འགྲོ་ལས་འབྲས་ཞེས་ནས་གསུངས་པའི་ཁྱད་པར་ཞིག་ཡོད་ས་རེད། ལམ་བཟོའི་ཁྲིད་དེ་ཚོའི་ནང་ལ་ཡང་ལམ་རིམ་ནང་བཞིན་བྱས་ནས་གསུངས་པ་དེ་འདྲ་ཡང་མང་པོ་འདུག་དེ་ཡང་ཡིན་ཆོག་གོ་རེད་བ། དེ་ཡང་གཅིག་བྱས་ན་ལམ་བཟོའི་ཁྲིད་སྟངས་དེ་བློ་ལྡོག་རྣམ་བཞི་ཟིན་ནས་ཁྲི་ཡར་དལ་ཁ་གདངས་ནས་ཞེས་བྱས་ནས། རང་སངས། སྔགས་ཀྱི་ཉམས་ལེན་བྱེད་ངེས་དེ་འདྲི་གཅིག་གི་དབང་དུ་བྱས་ནས། ཁྲི་གདངས་གཅིག། ཡོད་པ་ཡིན་འགྲོ་མེད་པ་ཡིན་འགྲོ། སྐྱབས་འགྲོ་ནི་ག་དུས་ནས་སླད་ཡིན་འགོར་བ། འགོ་དུས་ནས་སླད་ཡིན་འགོར་བ། བ། དེ་འདྲ་ཡིན་པ་ཡིན་དུས་དེ་འདྲའི་འདྲ་བོ། བདག་གང་འདྲ། དམིགས་སྒོ་བསྐྱང་སྟངས་རོ་དེ་འདྲའི་ཁྱད་པར་ཡོད་ས་རེད། ཡང་མ་གཞི་ཁམས་དང་མོས་པ་དང་དབང་པོ་དང་དེ་འདྲའི་ཁྱད་པར་ལས། བློ་སྦྱོང་སྟངས་མི་འདྲ་བ་ཡོད་འགོར་བ། ཧེ་སོ་སོའི་བསམ་གཏང་རྒྱུ་རེད། ན་ག་བ་ལས་སོང། ཡོན་ཏན་གྱི་ངོས་ནས་སེམས་ཅན་སྐྱོན་གྱི་ངོས་ནས་བཏང་མི་ཉན་པ་ནི་ཚུལ་འཆལ་སོགས་ཡིན་ཏེ་ཚིག་བཞིན་བླ་མ་དེ་ནས་དགེ་སྦྱོང་སྟེ། དགེ་བའི་ཕྱོགས་ལ་མཐུན་པར་བྱོས་ལ་མི་དགེ་བའི་ཕྱོགས་ལ་མི་མཐུན་པར་བྱོས་སོ་ཞེས་དང། དྲག་ཤུལ་ཅན་གྱིས་ཞུས་པ་ལས་ཀྱང། ཁྱིམ་བདག་གལ་ཏེ་ཞིང་ཆུ་སིམ་པོར་ལུང་ནོད་པ་དང་ཁ་ཏོན་ཆེ་བ་དུ་དུ་ཉེ་བའི་སྦྱིན་པ་དང་ཚུལ་ཁྲིམས་དང་བཟོད་པ་དང་བརྩོན་འགྲུས་དང་བསམ་སྟོན་དང་ཤེས་རབ་དང་ལྡན་པའམ། བྱང་ཆུབ་སེམས་དཔའི། ཨ་ལས་འདི་ཀློག་ཚར་རེད། རང་བྱུང་སེམས་དཔའི་ལམ་གྱི་ཚོགས་གསོག་པ་དང་ལྡན་པའི་ཚིག་གི་བཞི་པའི་ཚིགས་སུ་བཅད་པ་སུ་ལས་ཉན་ད་པོ་ལུང་ངོ་ནོན་ཟབ་མོ་བླངས་པའི་སློབ་དཔོན་དེ་ལ་དེ་བཞིན་གྱུར་ཏེ་འདི་བྱ། ད་དེ་གསུམ་པ་བཀའ་དྲིན་ཆེན་པོ་རྗེས་སུ་དྲན་ནས་གུས་པར་བྱ་བ་ཟད་དེ་ནས་ཆེན་པོ་ཡིན་པར་ངེས་ཏེ། ད་དེ་ནི་ཆོས་བཅུ་པ་ལས། བདག་ཡུན་རིང་དུ་འཁོར་བར་འཁྱམས་པ་ཚོལ་བར་བྱེད་པ་དང། བདག་ཡུན་རིང་དུ་གཏི་མུག་གིས་བཀྲུས་ཤིང་གཉིད་ལོག་པས་སད་པར་བྱེད་པ་དང། བདག་སྲིད་པའི་རྒྱ་མཚོའི་ནང་དུ་བྱིང་བའི་འབྱིན་བྱེད་དང། བདག་ལམ་ངན་པ་ལ་ཞུགས་པ་ལ་ལམ་བཟང་པོ་སྟོན་བྱེད་དང། བདག་སྲིད་པའི་བཙོན་རར་བཅིངས་པར་སྒྲོལ་བྱེད་དང། བདག་ཡུན་རིང་པོ་ནད་ཀྱིས་ཉམ་ཐག་པའི་སྨན་པ་དང། བདག་འདོད་ཆགས་ལ་སོགས་པའི། མེས་ཀུན་ཏུ་གདུང་བ་ཞི་བར་བྱེད་པའི་ཆེ་འབྲིང་གི་འདུ་ཤེས་བསྐྱེད་དོ་ཞེས་པ་དང། སྡོང་པོ་བཀོད་པ་ལས་ཀྱང། གཞོན་ནུ་ནགས་སམ། དགེ་བའི་བཤེས་གཉེན་ནོ་ནས་བདག་ངན་སོང་ཐམས་ཅད་ལ་སྐྱོབ་པའོ། ཆོས་མཉན་པ་ཉིད་རྟོགས་པར་བྱེད་པ་པོའོ། ད་དེའི་རེས། ཅིག། ལམ་ལྔ་ལ་ཡང་བྱ་ཡག་ཅིག་ཡོད་ས་རེད། ལམ་སྟེར་བ་དང་མི་སྟེར་བ་སྟོན་པའོ། ཀུན་ཏུ་བཟང་པོའི་སྤྱོད་པས་འདོམས་པའོ། ཐམས་ཅད་མཁྱེན་པའི་གྲོང་ཁྱེར་གྱི་ལམ་སྟོན་པའོ། བདག་ངལ་སོང་ཐམས་ཅད་ལ་སྐྱོ་བའོ་གསོག་འཇོག་ལ་བྱ། ཆོས་མཉམ་པ་ཉིད་རྟོགས་པར་བྱ་བའོ་མཐོང་ལམ་ལ་བྱ། ལམ་སྟེར་བ་དང་མི་སྟེར་བ་སྟོན་པའོ་ཟེར་ཏེ། ལམ་སྟེར་བ་ཟེར་ཏེ། མཐོ་རིས་ཐར་པའི་སྟེར་བ་དང།

སྦྱར་ལ། མདུན་དུ་དགེ་བའི་བྱིན་གྱི་རྣམ་པ་ཡིད་ལ་བྱས་ཏེ། ངག་ཏུ་ཚིག་དེ་རྣམས་བརྗོད་ཅིང་ཡིད་ལ་དེ་དག་གི་དོན་རྩེ་གཅིག་ཏུ་དྲན་པར་བྱའོ། བདག་གཞན་དེ་ཚོའི་སྒོམ་ངན་བྱེད་པ་ཡིན་ན། ནི་ངེད་ལ། སྦྱོར་བཅོས། དེའི་དེ་ཡང་སྔོན་ལ་བཏང། དེ་ནས། བདག་མིག་རྣམས་ཀྱང་གཡག་གི་ཁ་དུག་སྟེ། ཚོགས་ཞིང་གི་ཐུགས་ཀ་ནས་མ། སོ་སོའི་ནི། ཆོས་འབྲིང་ལྔ་ཐོབ་ཀྱི་བླ་མ་དེའི་དེ་མ། སྤྲོས་ནས་མ་བསྒོམ་དེའི་དེ་གསལ་བཏབ། ད་དེའི་ཚེ་བླ་མ་ཐ་མལ་པའི་ཅིག་ད་ཞལ་མཇལ་དུས་ཀྱི་རྣམ་པ། དཔེར་ན་ཅིག་ཞལ་མཇལ་དུས་ཀྱི་བླ་མ་ནི་ཅིག་ཅན་སྐྱོན་ཡོད་པའི་སོར་བས་ཞལ་རས་པས་ཅིག་མི་སྡུག་པ་ཡོད་དོ་པའི་སོར་སྦྱིན་པ་ཡིན་ནི་ད་ག་རང་གསལ་གདབ།